ད་ང་རང་ཚོ་བོད་མི་ཁག་གཅིག་བཞུགས་སྒར་རྡ་རམ་ས་ལ་ལ་ཡང་ནི་གཏན་དུ་བཞུགས་ཀྱི་ཡོད་རེད། ད་དེ་མ་ཡིན་པའི་བོད་པ་མང་པོ་གཅིག་རྒྱ་གར་གྱི་ས་ཕྱོགས་གཞན་དང་ཕྱི་རྒྱལ་ཁག་ལ་ཡང་བཞུགས་ཀྱི་ཡོད་རེད་རེད་བ། ད་ང་རང་ཚོ་རྡ་རམ་ས་ལ་ལ་ཡང་དགའ་དུས་ཆེན་པོ་རེ་བྱེད་ནས་ཨ་རྒྱ་རོམ་གཅིག་གི་གཟིམ་ཆུང་བྱས། ཨ་ནི་གཡས་གཡོན་གྱི་བཙན་བྱོལ་གཞུང་རེད་ད་ཨ་ན་ཞིང་བར་ལ་སློབ་གྲྭ་ཁག་དེ་བསྡད། ཨ་ང་རང་ཚོ་སོ་སོ་སོའི་ས་གནས་ལ་ཡང་ཕར་ལོག་འགྲོ་གི་ཡོད་རེད། ད་ཡིན་ནའི་ང་རང་ཚོ་བོད་མི་ཚོའི་རོགས་དོ་སྣང་མ་བྱུང་པ་བཅས་ནི་ཧང་སང་དགོས་པའི་གནད་དོན་གཅིག། ད་རྡ་རམ་ས་ལ་ནས་བརྩིས་པའི་ཨ་ནི་ཀི་ལོ་མི་ཏར་ཉི་ཤུའི་ཡས་མས་ལ་ཡང་རྒྱ་གར་གྱི་གནའ་སྔ་མོའི་ལོ་རྒྱུས་རང་བཞིན་དང་ལྡན་པའི་ཀང་ར Fort ཀང་རའི་རྒྱལ་ཁང་ཟེར་ཏེ་ཆགས་ཅི་བསྡད་ཡོད་རེད། ད་རྒྱལ་ཁང་འདི་ཐོག་མ། ཀ་ཀྲོའུ་རྒྱལ་པོའི་རྒྱལ་རྒྱུད་ཡིན་པ་སུ་ཤར་མ་ཅང་ཟེར་ངེས་དེ་གས་ཨ་ནི་བཟོས་པ་ཅི་རེད་ཤག་ཨ་ཁོ་ཚོའི་གི་རྒྱལ་རྒྱུད་དེ་ཆ་ཤག་པོ་རུ་བྱེད་ན་གནའ་སྔ་མོ་གཏམ་རྒྱུད་ཆེན་པོ་མ་ཧ་བྷ་ར་ཏི་ཡོར་བ་བུ་སྤིན་རྒྱ་རྒྱ་ཀོ་རོ་བྷ་སི་དང་དག་ན་བྱིན་པ་བུ་སྤིན་རྒྱ་ང་པཱན་དྲ་བྷ་སི་གཉིས་པ་ར་ལ་ཡ་ཨ་ནི་དམག་འཁྲུག་བྱུང་བའི་དེ་སྐོར། ཨ་དེའི་ནང་ལོགས་ལ་ཡང་ཨ་ཁོ་རང་ཐེ་ཇུས་ཆེན་པོ་ཡོད་ངེས་ཅི་རེད་བཞག་ཁོ་རང་པཱན་དཱ་བྷ་གི་སྲས་གྲགས་ཆེན་ཨར་ཇུན་ཟེར་འབྱོར་པ་དེའི་གི་བུ་ཨ་བྷི་མཱན་ཡུའི་སྲས་ངན་གྱིས་ཨ་ནི་ངན་ཇུས་བཤམས་ངེས་འབྲེལ་ལ་རེད་ཅེས་ནི་བཤད་སྲོལ་ཡོད་རེད། ཨ་ནི་གལ་འགངས་འདི་ཧི་མ་ལ་ཡ་ཙམ་མ་ཟད་ཨ་ནི་རྒྱ་གར་ནང་ལོགས་ནས་ཨ་ནི་རྙིང་ཤོས་གྲས་ཆགས་གི་འདུག་ཨ་ད་གལ་འགངས་འདིའི་ནང་ལོགས་ལ་ཡང་ཁྲོམ་པ་མང་པོ་བཞག་རེད་ད་ཁྲོམ་པའི་ནང་ལོགས་ལ་ཨ་ནི་གསེར་དང་དངུལ་ཟངས་ལྕགས་དག་གནང་བཞིན་པ་ཨ་ནི་རིན་པོ་ཆེ་གི་གཏེར་ཁ་དེ་ནས་མང་པོ་ཞིག་ཡོད་རེད། དེ་ཡིས་ཨ་ནི་ཕྱོགས་ཡོངས་ཀྱི་རྒྱལ་པོ་ཚང་མ་ཨ་ནི་གལ་འགངས་འདི་ལ་ཡང་མིག་ཟུར་ཅན་བསྡད་ཀྱི་འདུག་ཨ། ཨ་འདི་ཚོ་ཚང་མས་གཏོར་རྒོལ་རིམ་པ་ཅན་བྱས་འདུག་བ། ཕྱིས་སུ་རྒྱལ་པོ་འདིའི་རྒྱལ་རྒྱུད་ལ་ཡ་མ་ར་ཇ་སཱན་སར་ཅང་ཙེ་གི་ཅུང་ཤ་ཁོ་རང་ཡང་སྙན་གྲགས་ཅན་བྱེད་འདུག་བ། ཚུར་གཏོར་རྒོལ་བྱེད་ག་ཡོང་མཁན་གྱི་རྒྱལ་ཁབ་མང་པོ་མཉམ་དུ་ལ་ཡ་འཐབ་འཛིང་བྱས་ཤ་ཐ་མ་ཅིའུ་ཅིག་ཏུང་བརྒྱད་བརྒྱ་ཉི་ཤུའི་ཡས་མས་ད་བ་ལ་ཡ་ཁོ་རང་ཤ་འདུག་བ། ཤ་ཚ་བའི་ཞུ་གུ་ལ་ནི་སིག་གི་རྒྱལ་པོ་རན་ཇིད་སིང་གིས་ཨ་རྒྱལ་ཁང་འདི་ཁོ་རང་མངའ་འོག་ལ་ཡ་བཅུག་འདུག་བ། ད་འདིའི་རྗེས་ལ་ཡ་དབྱིན་ཇི་དང་སིག་གཉིས་འདི་མ་བྱུང་དབྱིན་ཇིའི་མངའ་འོག་ལ་ཡ་ཤོག་འདུག་བ། ད་དེ་ནས་མ་ག་ལི་ག་ལི་བྱས་ནས་ཉེ་བའི་ཆ་ལ་ཡ་ཆིག་གཅིག་སྟོང་དགུ་བརྒྱ་ལྔའི་གི་ད་རྐང་ར་རྒྱག་རྒྱུ་ལ་ཡ་ཅིག་ས་ཡོམ་ཤུགས་ཆེན་པོ་ཞི་བོ་ཞིག་བརྒྱབ་རེད་ཟེར་གི་ཡོད་རེད་བ། ཨ་འདིས་རྒྱལ་ཁང་དེ་ལ་ཡ་གནོད་སྐྱོན་ཤུགས་ཆེན་པོ་ཞིག་བཏང་འདུག་བ། ད་དམ་པའི་ཆ་ལ་རྒྱལ་ཁང་འདིས་རྒྱ་གར་གཞུང་གི Archaeological Survey of India གི་བདག་པོ་གྱོན་གི་འདུག་བ། ད་ཕྱི་ལོ་ཉིས་སྟོང་བཅུ་གཅིག་ལོ་ལ་ཡ་རྒྱལ་ཁང་འདི་དང་འབྲེལ་བའི་ཨ་ནི་འགྲེམས་སྟོན་ཁང་ཅིག་ཚུགས་འདུག་བ། ཨ་དེ་ལ་ཡ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཨ་ཁོང་ཚོ་གདན་འདྲེན་ཞུས་ཨ་དབུ་འབྱེད་གནང་རྗེས་མཛད་སྒོ་ཚུགས་ཤག་བྱས་ཙང་གལ་གང་དེ་འདྲ་ཞེ་དྲག་གིས་འབད་དགོས་རུང་ལུག་རྒྱུད་རིང་པོ་ཡོད་པ་དང་མི་གསོད་ཁྲག་སྦྱོར་མང་པོ་བྱུང་བས་ཀྱི་ཁུལ་གྱི་རེད་ཤག།